ཁོང་ད་ལྟ་ནང་བཞིན་གནས་ཚུལ་འདི་ཚོ་ང་ཚོའི་རེ་བ་ལས་ཡ་ཨ་ནི་ཅིག་ཁ་གསལ་བོ་ཞིག་ཆགས་ན་ཞེས་པའི་འདི་འདྲའི་ཅིག་གི་རེ་བ་ཅིག་དེ་ཡིན་ཟེར་ཚུལ་ཞུས་པས་ཡིན། བོད་ཀྱི་གཞུང་ལྷན་ཚོགས་ཀྱི་སྒྲིག་འཛུགས་འདྲ་བོ་ཞིག་ཡིན་ན་ཕྱི་ལོ་བཅུ་སྟོང་དགུ་བརྒྱ་བདུན་ཅུ་ལོར་ལི་ཡ་བཙུགས་པ་རེད། བཙུགས་དགོས་རྒྱུ་མཚན་གཙོ་བོ་དེ་སྐབས་དུས་དེ་གི་གཞོན་སྐྱེས་ཚོ་གི་ད་ལྔ་བཅུ་ང་དགུ་ནས་བཤད་རྗེས་ད་ང་རང་ཚོ་རྒྱལ་ཁབ་ལུང་པ་ཤོར་བྱས་ང་ཚོ་བཙན་བྱོལ་ནང་ལི་ཡ་སླེབས་དུས་ད་ལི་ཡ་ཨ་ནི་རང་བཞིན། སོ་སོའི་རྒྱལ་ཁབ་ཅིག། སོ་སོའི་རྒྱལ་ཁབ་དང་མི་རིགས་བྱས་འདུག་ཅིག་བྱེད་དགོས་འདུག་ཟེར་ཚེ་དེ་འདྲའི་བསམ་བློ་ཁྱི་ཡིས་བྱས། སྒྲིག་སྲོལ་འདི་བཙུགས་ཆེད་ལས་བཅུ་གཏོང་དགོས་ཀྱི་བདུན་ཅུ་ལོ་ཡིན་ཡང་དེང་སང། སྒྲིག་སྲོལ་བཙུགས་བའི་རྒྱུ་མཚན་དེ་གལ་པོ་རྒྱུ་མཚན་དེ་ཅིག་ཡར་འཐེན་ཏེ་མར་འཐེན་ཏེ་འགྲེལ་བཤད་ལོག་པ་ཡིན་པའི་རྒྱ་ངན་མང་པོ་ཅིག་ཆགས་བསྡད་ཀྱི་འདུག་འགྲེལ་བཤད་འདི་ཐོག་མར་བཙུགས་མཁན་ཚོ་གིས་རྒྱག་གི་ཡོད་རེད། ཐོག་མར་བཙུགས་མཁན་བསྟན་འཛིན་དགེ་བཤེས་བསྟན་སྟོང་ལགས་འདྲ་བོ་ཅིག་ན། བོད་ཀྱི་དུས་བབ་ནང་ལ་ཡང་ཉིས་སྟོང་བཅོ་གསུམ་ལོར་གྱི། ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་གི་ཡར་ཁོ་རང་གིས་ག་རེ་གསུངས་ཡོད་རེད་ཟེར་དུས་ཞུས་ན། གཞུང་ལས་ཚོགས་ཀྱིས་སྲིད་དོན་རང་གི་ཆེད་དུ། སྲིད་དོན་རང་གི་ཆེད་དུ་བཙུགས་པ་རེད། ཆོལ་ཁ་ཆོས་ལུགས་དབྱེ་བ་མེད་པར་ཐོག་ནས། བོད་སྤྱི་བའི་རེ་འདུན་སྒྲུབ་ཡས་ལི་ཡ་དང་རྒྱ་མིའི་ལི་ཡ་ཁ་བརྡའི་བཅའ་ཡས། ཨ་འདི་ནས་གཙོ་བོ།

ཆབ་སྲིད་ཀྱི་གནད་དོན་གྱི་ཤེས་བྱ་ང་ཚོ་བཙན་བྱོལ་ནང་ལ་གླས་རེད་མ་གཏོགས་གཞན་པ་གས་མ་རོགས། དེ་ཡིན་པས་སོང་ཙང་གཞུང་ལས་ཚོ་ཐོག་མར་བཙུན་ཡས་ཀྱི་རྒྱུ་མཚན་དེ་དེ་འདྲའི་འདྲ་པོ་ཞིག་ཆགས་ཀྱི་རེད་འདི་གསལ་བོ་ཅིག་བཟོས་ན་བསམ་རེ་ཞིག་དྲན། ད་རིམ་པས་ལོ་བཞི་བཅུ་ཞེ་ལྔ་ཞེ་དྲུག་གི་དུས་ལ་ཡར་རྣམ་པ་ཚོ་ཡིས་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལས་དོ་སྣང་སྤྲད་པར་གཞིགས་ན། ད་གོང་འོག་བར་གསུམ་ལ་ཡང་ཚད་ལྡན་གྱི་གོ་སྒྲིག་ཧང་སང་ནས་མང་པོ་ཞིག་སྒྲིག་འཛུགས་འདི་གིས་སྤྲོད་ཐུབ་ཡོད་རེད། ང་རང་ཚོ་གི་སྲིད་སྐྱོང་བློ་བཟང་སངས་རྒྱས་ནས་བྱས་རྗེས་བཀའ་བློན་སྒྲོལ་མ་རྒྱ་ཁྲི་མཆོག་རེད། པད་མ་ཆེ་མཆོག་ལགས་རེད། སྤྱི་བདེ་ནང་ལི་ཡ་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ། མང་པོ་གཅིག་ལི་ཡ། ཨ་གཅིག། གཞུང་ལྷན་ཚོགས་ཀྱི་སྡིངས་ཆ་འདི་ཐོག་ནས་ཉམས་མྱོང་བསགས་ཆེད་ཞབས་སྤྱི་ཞུས་ཆེད། ཨ་ད་ལྟའི་ང་རང་ཚོ་གི་སྤྱི་ཚོགས་ལི་ཡ་ཞབས་སྤྱི་ཞུས་ཆེད་ཞུ་བསྡད་ཡོད་རེད། དེ་ཆུ་ཐིགས། སྔོན་མ་འདྲ་བོ་གཅིག་ན་གཞུ་ནུ་དང་གཞུང་གི་བ་རུལ་ཡང། འབྲེལ་བ་ཧང་སང་ཡག་པོ་རེད། ཡིན་ན་བར་སྐབས་གཅིག་ནས་བོད་ཀྱི་གཞུང་ལས་ཚོགས་དང། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་དེ་འགྱུར་བ་འགྲོ་ནས་བྱས་བྱས་ཨང་ཡིན་བཀའ་ཤག་དང། གཞུང་འབྲེལ་མ་ཡིན་པའི་ཚོགས་པ་བ་རུལ་ཡང་ཨང་དེས་ཐག་རིང་སྒྲོལ་བས་ཀྱི་རང་བཞིན་གྱི་ཆགས་སྡེ་གྱོད་རེད་དེ་ཆབ་སྲིད་ཀྱི་གནད་འགག་ཆེ་ཆགས་སྡེ་གྱོད་རེད་མ་གཏོགས་གཞན་པ་གས་མ་རེད།

ཁ་ལས་ག་ཚོད་ཕེབས་སོང། སྲིད་སྐྱོང་བློ་བཟང་སང་གེ། མ་ཕེབས་རེད། དེ་ག་རེ་རེད་བས། གཞོན་ནུ་ལྷན་ཚོགས་ཀྱི་སྒྲིག་འཛུགས་ལ་ཡང་ཆེ་མཐོང་ཡོད་པ་ཞིག་རེད་ལ་ཡིན་པ་ཅིག་ལ་ཡང་ངོ་འཛིན་བྱེད་དགོས་ཀྱི་ཡོད། བ་ག་ཅིག་ལ་ཡང་སྤྱི་ཟུར་ནང་ལ་ཡང་ད་བེད་ཁོ་རང་གཞོན་ནུ་དང་གཞུང་སྦ་རུ་ལ་ཡང་དཀྲུག་ཤིང་བསླང་མཁན་སོགས་ཅིག་གི་ཁ་མོན་གྱི་སླེབས་བསྡད་ཀྱི་འདུག་བློ་ཕམ་པ་ཞིག་ག་རེད། ཡག་པོ་མ་རེད་འདི་ཚོ། དབུ་ཡོན་འདི་ཚོ་གང་ཡིན་པ་དེ་མི་མང་གིས་མཐོང་གི་ཡོད་རེད་བསམ་གྱི་འདུག།

ད་ག་ནང་བཞིན་རྣམ་པ་ཚོ་གི་དོ་སྣང་གནང་ཡོད་ཀྱི་རེད། རྒྱ་གར་གྱི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཞུ་ད་ལོ་ཟེར་ཆེན་ངོ་སྐབས་དེར་ཡང་བཅའ་ཁ་ཕེབས་པ་རེད། རྒྱལ་སྤྱིའི་གྱི་ཚོགས་པ་རེད། ད་ག་ནང་བཞིན་རྒྱལ་སྤྱིའི་གྱི་གཞུང་ས་བིམ་པ་ཡིན་ནའི་གཞུང་ལས་ཚོ་ལ་ཆེ་མཐོང་དེ་ཁམས་ད་ནང་ཡིན་པའི་ནས་སྤྲད་ཀྱི་ཡོད་རེད། རྒྱ་ནག་གཞུང་གི་ཡིན་པའི་ནས་གཞུང་ལས་ཚོ་ལ་ད་དང་ཟུར་བྱེད་ས་ད་ཤུགས་ཆེ་ཤོས་ད་གཞུང་ལས་ཚོ་ཆགས་བསྡད་ཀྱི་ཡོད་རེད་བ། ད་ལོ་གི

ད་བར་སྐབས་དབུས་དང་ས་གནས་བར་རོ་ལི་ཡ་དཀའ་ངལ་ཅིག་བྱུང་བ་རེད། གཞུང་ལས་བཟོ་འདྲ་བོ་འདི་ཚོ་ཞིག་ནང་ང་ཚོར་ཡང་ས་གནས་བརྒྱད་ཅུ་གྱ་བརྒྱད་ཟེར་ཡོད་རེད། འདས་པའི་ལོ་བཞི་བཅུ་ཞེ་ལྔ་ཞེ་དྲུག་ནང་ལི་ཡ་ས་གནས་མང་པོ་ཅིག་ལས་དཀའ་ངལ་རེ་ཟུང་ཡང་ཅིག་སྤྲད་བསྡད་ཀྱི་ཡོད་རེད། རེད་བ། ནས་དཀའ་ངལ་ག་རེ་སྤྲད་པ་ཡིན་ནས་དབུས་དང་ས་གནས་བར་རོ་ལི་ཡ་སེལ་གྱི་ཡོད་རེད། དབུས་དང་ས་གནས་བར་རོ་ལི་ཡ་མ་སེལ་བར་སེལ་མ་ཐུབ་བར་ཞིག་ཡིན་ན་འགན་འཛིན་ལྷན་ཚོགས་ཀྱི་ཐོག་ནས་སེལ་གྱི་ཡོད་རེད། ཚོགས་ཞེན་གྱི་ཐོག་ནས་སེལ་གྱི་ཡོད་རེད།

དེ་འགྲིག་གི་མི་འདུག་ཟེར་ཏེ་འགྲོ་སྟངས་སྒྲོལ་ལུགས་ཅིག་ཡོད་རེད། སྒྲིག་གཞི་བསྐྱར་བཅོས་ཀྱི་ལག་ཁ་མེད་པ་ཅིག་མ་རེད། བོད་ཀྱི་གཞུང་ལྷན་ཚོགས་ཀྱི་སྒྲིག་འཛུགས་ཀྱི་སྒྲིག་གཞི་ག་རེ་ཡིན་པ་ནས་འདི་ལས་འབྲས་བུ་རྒྱག་དགོས་ན་འདི་ལས་བསྐྱར་བཅོས་བྱེད་དགོས་ན། དོན་ཡིན་པས་ནས་རེད་ཚིག་ཡིན་པས་ནས་རེད། ལམ་ཁ་ཅིག་ཡོད་བསྡད་པ་ཅིག་རེད། ཚོགས་ཆེན་ལ་ཡར་ཕེབས་པ་རེད། ཚོགས་ཆེན་ལས་བཀའ་བསྡུར་གནང་པ་རེད་དོན་གྲུབ་བྱེད་དགོས་རེད། སོ་སོ་སོ་སོ་ཐག་ཆོད་བྱས། ཨང་མ་ཐོས་ན་ཨང་གི་སྤྱི་ཚོགས་ག་བར་སླེབས་པ་རེད། ཁྱོད་ཚོ་ག་དུས་ཀྱི་ཆགས་སྲེད་རེད། དེ་དགོངས་པ་བཞེས་དགོས་རོགས། ད་ངེད་ཀྱི་བསམ་ཚུལ་འདི་རེད་ཞག་ངའི་ལངས་ཕྱོགས་འདི་ཡིན། ད་ཚོགས་པ་ཀྱི་ལངས་ཕྱོགས་འདི་ཐུབ་ཀྱི་མེད་ད་ང་མར་དོན་གྱི་འདུག་ལབ་ན་དམངས་གཙོ་འགྲོ་སྟངས་འདི་རེད་བས། འགྲོ་སྟངས་འགྲོ་ལུགས་འདི་རེད་བས་འདི་མ་རུ་བ། དམངས་གཙོ་ལས་མང་མོས་ཀྱི་ཐག་གཅོད་ལས་གུས་བརྩི་བྱེད་ཡས་དང། འདི་ཞིག་སོང་འགྲོ་བས་འགྲོ་བས་རེད་མ་གཏོགས། ད་ལང་ཀ་ག་འདྲ་ཅིག་བཟོས་ཚར་བ་རེད་ད། ད་མཇུག་མ་བོད་ཀྱི་གཞུང་ལྷན་ཚོགས་ཀྱི་ལངས་ཕྱོགས་དེ།

ད་ཁ་ཚང་ངེད་ཅག་ཁོ་རང་ཚོ་འོས་ཤོག་བླུག་ཆེད་རྒྱུ་ལས་གསར་བ་བདམས་ནི་རེད་ཁོ་རང་ཚོ་འདི་ལ་དཔེ་ནས་ང་ཚོ་འགྲིག་གི་མི་འདུག་ཟེར་ཚེ་ཚགས་པ་ངེད་ནས་ཞུས་མེད་ཚགས་པ་ངེད་ནས་ཞུས་ཡོད་མ་རེད་རོ། ཚགས་པས་བོད་ཀྱི་གཞུང་ལས་ཚོགས་ཀྱི་འོས་ཤོག་ནང་ལས་ཚོགས་མི་མང་གཙོ་གཅིག་གི་འོས་བླུག་ཆོག་གི་ཡོད་མ་རེད་མི་མང་གི་བླུག་ཆོག་གི་ཡོད་མ་རེད་ས་གནས་རྒྱུ་ལས་ཡིན་པ་ཡིན་ནས་རེད་དབུས་ཡིན་པ་ཡིན་ནས་རེད། ཡིན་པ་ཡིན་ནས་མི་མང་གི་བླུག་བ་འདི་ལ་ཡང་ང་ཚོ་གིས་གུས་བརྩི་བྱེད་ནས་བསྡད་ཡོད།

གདན་གང་ཡང་སྤྲད་མ་ཟད། དེ་མ་ཟད་བརྟན་བཞུགས་ཕུལ་ཚར་བའི་རྗེས་ལ་ཡང། ཉི་མ་ཁ་ཤས་རྗེས་ལ་ཡང་ང་ཚོ་དབུས་ཡུལ་བ་ལ་མེར་བསྲེགས་དེ་ཁོ་རང་ཚོ་གི་ཡི་གེ་ང་ཚོ་ལས་བཏང་རེད། དེ་དང་ལེན་དེ་སུ་ལ་སྤྲད་ཀྱི་ཡོད་རེད་དམ། ཕྱི་ཟླ་བདུན་པའི་གི་ཚེས་ཉི་ཤུ་རྩ་གཅིག་ལ་ཡང་ང་ཚོ་ལ་ཡི་གེ་བཏང་རྗེས་ང་ཚོ་དབུས་ཡུལ་བ་ལ་མེར་ལ་དེ་ལ་དེ་བརྩམས་པ་ལ་ཡང་ས་གནས་སྒོ་བརྒྱབ་ས་རེད་ཁོ་རང་ཚོ་གི། དེ་ཉིན་མོ་དེ་དབུས་ཡུལ་བ་ལ་མེར། དབུས་ཀྱི་ལམ་ཆོག་གི་བ་མ་བཏང་བོ་ད་ང་ཚོ་དབུས་བ་ལ་མེད་དབུས་ལ་ཡ་འབྲེལ་བ་ཡ་བྱེད་ཀྱི་མེད་ཟེར་རེད་རང་ཚོ་གི་ཡི་གེ་དེ་བཏང་རེད་ང་ཚོ་ལ་ཡ་ང་ཚོ་ས་གནས་སྒོ་རྒྱབ་སྐྱོར་ཡིན་གལ་གང་ཡང་མེད་ཕྱི་ཟླ་བདུན་པ་ལ་ཡ་འདི་རེད་འདི་ཁ་མོ་འདི་ཚོ་ཤེས་ཀྱི་མི་འདུག་བ་ཡ་དོ་རང་མང་པོ་བྱེད་བཞིན་ཡིན་ཁ་ཚེ་མི་མང་གང་དཀོང་ཆེ་ཞུ་ཆེ་གསུང་གི་འདུག་འདི་སྐད་ཆ་འདི་ཚོ་ཤེས་ཀྱི་མི་འདུག་བ། དེ་མི་མང་གི་སྐད་འགོ་བའི་གལ་ཆེན་པོ་རེད། དེ་འདྲ་ཡིན་པས་སོང་ཙང། ད་ག་ཚང་གི་ང་ཚོ་ཟས་བཅད་ངོ་རྒོལ་ཚུར་བའི་སྐབས་ལ་ཡང་ང་ཚོ་ལ་ཡང་ཁོ་རང་ཚོ་ཡི་གེ་གཅིག་བཏང་བྱས། ཨམ་གཅིག་ཟས་བཅད་ངོ་རྒོལ་བྱས་ལ་ཡང་ཕེབས་ཞོག་ཟེར་ཞེས་གསུང་གི་འདུག། ང་ཡིན་ད་ཡིན་ང་ཚོ་ཡིན་པ་ནས་ནུས་ཡོད་ཡིན་ད་ཡིན་གལ་ཆེན་པོ་ཞིག་དག་གོ།

གུང་གསེང་ཡོད་སྲིད་སྐབས་དེ་ལས་ང་ཚོ་ཚོགས་འདུ་ཚུགས་དགོས་བྱས་ནས་མིང་དང་ཡིག་འབྲི་རྒྱུ་འདུག་ཁྱེད་རང་ཚོ་གིས་དཀའ་ག་རེ་ཕན་ནས་ང་ཚོ་གྲ་སྒྲིག་ཡོད། རེད་བ། མི་རེ་བྱས་ཏེ་ང་ཚོ་རྒྱུས་ལས་ལྔ་འདུག་སི་ལེ་བ་རེད། ད་རྒྱུས་ལས་ལྔ་ཡོང་དགོས་ཀྱི་རྒྱུ་མཚན་ག་རེ་རེད་ཟེར་རྗེས་རྣམ་པ་ཚོ་ལས་གསལ་བོ་ཅིག་ཞུས་ན་བསམ། ང་ཚོ་དབུས་ལ་རྒྱུས་ལས་དགུ་ཡོད་རེད།

རེད་བ། དཀའ་ངལ་ཅིག་ཡོད་ན་དབུས་ལས་ཐད་ཀར་འབྲེལ་བ་བྱེད་དགོས་རེད་བ་ཁ་པར་བཏང་ན་འགྲིག་གི་ཡོད་རེད། ཡིག་ཐོག་ནས་བཏང་ན་འགྲིག་གི་ཡོད་རེད། ལྟ་རེ་ངེད་ཚོ་ས་དྲུག་ལ་ང་ཚོ་ཡོད་ངེས་གྲ་སྒྲིག་ཨང་གསང་ཡོད། ངས་དྲུང་ཆེ་ལས་ལས་ཀ་ཞུ་ཡིན་ང་ཚོ་ཤི་ཀ་གོ་དེ་བ་ལ་རེད་འདི་སྐབས་དེ་དུས་ད་ཕལ་ཆེར་ཕལ་ཆེར་ཁོ་ཚོ་ཁ་པར་ལས་ཐོག་ཁ་བོ་རེད་ད་ང་ཚོ་གྲ་སྒྲིག་བྱེད་དགོས་རེད་ད། རེད་བ། མི་འདུག་ཁ་པར་ལས་མ་བཟོ་ཡིག་ཐོག་ནས་ལས་མ་བཟོ། ད་ང་ཚོ་རྒྱ་ནག། རྒྱ་མི་ངན་པ་ང་ཚོ་སྐད་ཆ་བཤད་ཀྱི་ཡོད་པས་སྐད་ཆ་བཤད་ཀྱི་ཡིན་ཟེར་ནས་ཞུ་གི་ཡོད་རེད་བ། ཁ། དབུ་མའི་ལམ་གྱི་ཐོག་ནས་ཁ་ཞི་མོའི་གྲོ་མོའི་གྱི་ཐོག་ནས་ང་ཚོ་རྒྱ་མི་ངན་པ་སྐད་ཆ་བཤད་ཀྱི་ཡིན་ཟེར་གྱི་སོང་པ། Jackson Heights ཅེས་ཀྱང་ན་རྒྱ་མིའི་ཟ་ཁང་ལ་ཡར་འགྲོ་ཞེས་རྒྱ་མིང་གིས་མ་མཇལ་ལེན་གྱི་འདུག་ལན་དྲན་ཡང་མ་རུ་བ། རོ། རྒྱ་མི་ངན་པ་སྐད་ཆ་བཤད་ཀྱི་ན་རྒྱ་མི་གཞུང་ཚབ་ལ་འགྲོ་ཞེས་ཨང་བདེ་བ་ཆུ་བོར་བ།

ནས་མི་ལ་ཡ་ནག་པོ་བཟོས་སྒྲིག་འཛུགས་ལ་ཡ་ནག་པོ་བཟོས། ཧང་སངས་ཡས་ཀྱི་བློ་ཕམ་པོ། བྱེད་སྟངས་འདི་ཚོ། རེ་རེ་བཞིན་ནས་ལེགས་ཉེས་པའི་བཟོ་ལ་ཅིག་ཡོད་རེད་ད་ཡིན་མིན་ནས་ང་ཚོ་དབུས་རུ། ང་ཚོ་འདི་གམ་སྨ། བབ། ཐབ་ཀྱི་ཡོད་སྣང་མེད་ན་བསམ་འདེགས་ཏེ། ང་ཚོ་གི་བསམ་བློ་སྟངས་ད་ལྟ་བ་ཅིག་རྒྱ་ཆེན་པོ་ཞུགས་ཕྱིན་ནས་སྟངས་འདེགས་ཡོད་རྟག་པ་རེད།

སྐབས་དེ་དུས་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་གིས་ང་ཚོ་ལ་ཞལ་ལག་བཏང། རེད་བ། ལས་འགུལ་ཡག་པོ་ཞེ་དྲག་བྱུང་སོ། གྲུབ་འབྲས་ཡག་པོ་ཞེ་དྲག་ཐོན་སོ། དེ་འདྲའི་གི་བརྒྱུད་རིམ་ཞིག་གི་ནང་ལ་ཡ་གུ་བཅུ་གསུམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ལ་ཡ་ཞལ་ལག་ཅིག་བཏང་བ་རེད་ཧོ་ཏེལ་ཏི་བེད་ལ། སྒྲིག་འཛུགས་དང་སྒྲིག་བཟོ་བར་རུང་གི་ཆེ་མཐོང་གི་སྐད་ཆ་རེད་དགུ་བཅུ་གསུམ་འདྲ་བོའི་ཚོགས་པ་ཅིག་ཡིན་ན་ཆབ་སྲིད་གསོན་པའི་ཚོགས་པ་ཅིག་རེད་ང་ཚོ། ཁ་ཅིག་གཉིས་ཀྱིས་ངོ་ལེན་བྱེད་པའི་གི་ཚོགས་པ་ཅིག་རེད་ང་ཚོ་གུས་བརྩི་ཞུས་ཀྱི་རེད་དགུ་བཅུ་གསུམ་ལ་ཡ་དགུ་བཅུ་གསུམ་གི་ཞལ་ལག་བཏང་སྟེ་བསམ་པར་ཡ་དགུ་བཅུ་གསུམ་གི་ཚོགས་གཙོ་ཀླུ་མཁར་བྱམས་ཆགས་བསྡད་ཀྱི་རེད། དེ་འདྲ་ཡིན་པས་སོང་ཙང་པར་དེ་ནང་ལ་ཡ་ད་ཁོང་ཚོ་གི་ཡ་བཏུབ་མ་བཏུབ་བྱེད་ཀྱི་འདུག་ཨ། པར་དེ་དངོས་པར་དུ་བཏོན་པ་རེད་ཅེ་ན། དེ་ནས་མ་ཆེ་ཆེ་དགུ་བཅུ་གསུམ་གི་རྒྱུ་ལས་ཆ་ཚང་ཅིག་ཞུས་ཡོད་རེད། དེ་ནས་མ་ཆེ་ཆེ་བོད་ཀྱི་གཞུང་ལྷན་ཚོགས་ཀྱི་རྒྱུ་ལས་ཆ་ཚང་ཅིག་བསྡད་ཡོད་རེད།

ལྟ་ཚིག་སྡུག་ཅག་ཅིག་ལམ་དུ་བསྐྱུར་ནས་ལྐུག་པ་མ་རེད་བསམ་གྱི་འདུག་ནིའུ་ཡོག་མི་མང་ལྐུག་པ་མ་རེད་བསམ་གྱི་འདུག་རེད་བ། ནིའུ་ཡོག་གི་མི་མང་དོ་སྣང་ཆེན་པོ་ཞིག་ག་རེད། ད་བློ་ཕམ་ཤོས་ཤིག་ལ་ཡ། ད་གིན་ལོ། ཚོགས་གཙོ་གི་མིང་གི་ཐོག་ནས།